ཉེས་རྡུང་བཟོས་དེར་འཆར་གཞི་ཁས་མི་རོལ་བ་ད་ག་རིང་ལ་ན་ད་དེ་རིང། ཉིན་གང་ཚ་རོ་བས་ཀོ་ལོ་ཅིག་ལ་ལྷག་སོང་རོགས་ཨ། ད་ཡིན་ན་ཚུགས་ལེའུའི་སྐབས་སུ་ཡང་ག་ལོར་དེ་འདྲའི་ང་ལ་དེ་འདྲའི་མེ་སེར་ཞིག་བཏང་ཉེ་ཡིན་ན་རེ་ཡང་དེ་འདྲའི་ད་ག་ལྟར། ངོ་དེབ་ལ་འབྲེལ་བ་བྱེད་ཉེ་མི་མང་པོ་ཞིག་བསླེས་འདུག་རོགས་ཨ། ད་དེ་རིང་ཉེས་རྡུང་ཡ་རེ་ཡ་མར་ལ་ཉེ་དེ། སྐད་ཆ་དྲིས་ཉེ་མང་པོ་ཞིག་ཡོད་བ་སོང་ཙང་ཨ་ནི་ཡང་ཕ་རྗེས་བས་མི་མང་པོ་ཞིག་གོ་སྒུག་བསྡད་རེད་བསམ་འདུག་རོགས་ཨ། འོ་དེ་འདྲ་སོང་ཙང་ཨ་ནི་ངས་དེ་རིང་འདི་ལ་ད་ཡང་དེ་ཉེས་རྡུང་སུམ་ཅུ་བ་དེ་འདྲ་ཟིན་རོགས་ཨ་ད་སྤྱི་བཏང་ད་ང་ནང་ལ་སླེབས་ཚར་ཟིན་རོགས་ཨ། དེའི་ཕྱིར་ད་དེ་རིང་བརྙན་ཐུང་ནང་ལ་དེ་འདྲའི་པར་དེ་འདྲ་གལ་ཏེ་མི་ཤོར་བ་ད་ག་རེ་ཟེར་ད་ལྟ་སླེབས་ལོང་མ་སོང་ཙང་ཨ་ནི་ད་དེ་འདྲའི་པར་དེ་ཡིན་རུང་དེ་ཅིག་ཐབས་ཤེས་བྱས་ན་མང་པོ་ཞོག་ཅིག་སྐོར་དེ་ཟེར་རུ་བ་འོ་དེ་འདྲ་སོང་ཙང་དེ་རིང་དེ་ལ་ད་ཐད་ཀར་བཤད་བཞིན་རུ་བ། དེའི་ཕྱིར་ད་དེ་རིང་བརྙན་ཐུང་སུམ་ཅུ་ནང་ལ་དེ་འདྲའི་སྐད་ཆ་བཤད་ཡས་ཀྱི་གནད་དོན་འདྲ་བོ་ད་གང་ལྟར་གཉིས་ཟེར་ཆགས་དེ་དེ་རུ་བ་ཨ་གནད་དོན་དང་པོ་དེ་ད་ད་ལྟའི་ཆ་ལ་བལ་འགྱུར་བ་ཡིན་ན་ར་ད་གནས་ཚུལ་ཟ་བ་ག་རེ་ཡར་ལ་ཉེ་དེ་སྐོར་ལ་ཆ་གི་ཡར་ད་ད་ལྟའི་ཆ་ལ་གང་ལྟར་ད་འགོང་དེ་རིང་ནང་ལ་རུ་བ། དེའི་ཕྱིར་ད་གནད་དོན་གཉིས་བ་དེ་ཨ་ནི་ད་ཁ་སང་ཉི་མ་ང་ཚོ་རེ་བ་རྒྱག་བ་ནང་ད་ཁོང་ཚོ་གང་ད་བྲེལ་མོར་བྱེད་ཀྱི་རེད་ཤེས་ཀྱི་ཡོད་རེད་བ་ད་ད་དཀའ་ངལ་དེ་བྲེལ་མོར་བགྱིད་ཀྱི་སེ། འོ་དེ་འདྲ་སོང་ཨ་ནི་ད་དེའི་ཆ་ལ་ད་བྲེལ་མོར་བགྱིད་ནས་སེ་ཐུག་གི་འདུག་ཐུག་གི་མི་འདུག་ཨ་ནི་དེ་བྲེལ་མོལ་དུ་བྱས་ལ་དཀའ་ངལ་ག་རེ་ག་རེ་ཡ་རེད་ལ་ཉེ་དེ་སྐོར་ལ་ཅིག་བཤད་ན་བསམ་སོང་བ། ཨ་དེའི་ཆ་ཨ་ནི་ད་དེ་རིང་འདི་ལ་ང་ཚོ་ཉེས་རྡུང་གི་རྗེས་གཞི་དང་པོ་དེ་ལ་འགྲོ་བ་ཡིན་ན་ཨ་ནི་ད་ད་དེའི་ཆ་ལ་ཕའི་འགྱུར་བ་ཡིན་ན་ར་ཨ་ནི་ད་གནས་ཚུལ་གསར་བ་ག་རེ་ཅིག་འདུག་ལ་ཉེ་དེ་སྐོར་ལ་བལྟ་དགོས་རེད་བ། ད་ད་ལྟའི་ཆ་ལ་ཕ་ལྟ་ག་འགྲོ་བ་ཡིན་ན་ད་ཅི་ད་ངས་ད་དགོངས་ཉེས་འདུག་ནང་ལ་ལབ་བ་ནང་ལྟར་གྱི་ད་ལྟའི་ཆ་ལ་ད་ར་ཤི་ཡའི་ངོས་ནས་ད་ཡུག་རེན་གྱི་དེ་འདྲ་གྲོང་ཁྱེར་མང་པོ་ཞིག་ལ་དོར་རྐྱེན་གཏང་གི་ལ་ཡིན་པ། ཨ་ནི་དམིགས་བསལ་གྱི་ད་དེ་རིང་འབྲོག་བྱ་ཤོར་ནི་ད་དེ་གི་ཡུག་རེན་གྱི་ལྷོ་ཕྱོགས་ལ་ཡེ་རྒྱུག་གི་ཨ་ནི་མཚོ་འགྲམ་ལ་ཡེ་རྒྱུག་གི་དེ་འདྲའི་གྲོང་ཁྱེར་མ་རི་ཡེ་པུལ་ལ་ཉེ་དེ་ལ་ར་ཤི་ཡའི་ངོས་ནས་ད་བམ་ཡུག་གའི་ད་ནི་དོར་རྐྱེན་ཤུགས་ཆེ་བོ་ཞིག་ད་ལྟའི་ཆ་ལ་གཏོང་གཏང་ཡ་ཆགས་དེ་དུ་རུ་བ། དཔེར་ན་མ་རི་ཡེ་པུལ་ལ་ཉེ་དེ་ད་ང་ཚོ་ཨིན་ཇི་ཀ་ནས་ཤོར་ན་པོར་སི་ཏི་ལ་རུ་བ་ད་ད་དེ་གི། མཚོ་འགྲམ་ན་འགྱོད་ཆགས་ཀྱི་རུ་བ། ད་ནི་སྤྱི་དང་མདང་དགོང་ལ་བ་ནང་རྒྱར་གྱི་དེ་འདྲའི་དང། ཡུག་རེན་གྱི་གྲོང་ཁྱེར་ད་ད་ཀིབ་རེད། མ་རི་ཡོ་པུར་རེད་ཨ་ནི་ཨོ་ཏི་ས་རེད་ཨ་ནི་ཁར། ཧར་ཀིབ་ལ་ཉེ་དུ་དེ་འདྲའི་འཛིང་རེས་བྱེད་མང་པོ་བྱེད་ལ་ཡིན་པ་རུ་བ། ཨ་ནི་དམིགས་བསལ་གྱི་ད་དེ་རིང་དེ་ད་དཀའ་ངལ་ཤུགས་ཆེ་ཤོས་ཤིག་དེ་ད་མ་རི་ཡོ་པུར་ན་ཆགས་ཏེ་བཤད་རུ་བ། ད་དཔེར་ན་ཤ་ཤམ་ད་མ་རི་ཡོ་པུར་ལ་ཉིད་གྲོང་ཁྱེར་ནང་ལོ་ཨ་ནི་ད་དེ་འདྲའི་ཡུག་རེན་གྱི་མི་ཁྲི་བཅུ་ཙམ་ཞིག་ནགས་ལོར་ལྷག་དེར་ད་ཕྱི་ལོགས་ལ་སྒྲོལ་མ་དུ་བའི་དགྲ་བོ་དང་དེ་འདྲའི་དཀའ་ངལ་ཤུགས་ཆེ་བོ་ཡོད་ཨ། དེ་ལས་ཀྱང་ཞེ་སྣང་ཚར་ཆུ་ཡི་དཀའ་ངལ་ཁ་ལག་དཀའ་ངལ་ཨ་ནི་ཅི་དང། ནམ་རྒྱུན་དུ་ཉི་མ་ཉི་མ་ལ་རྒས་ཡས་ཀྱི་དེ་འདྲའི་དཀའ་ངལ་ཚོ་རྒས་རྒོད་མང་པོ་ཡར་རོ། འོ་དེ་ཚོ་དཀའ་ངལ་མང་པོ་ཞིག་ད་ལྟའི་ཚད་ལ་འཕྲད་བསྡད་ཅིག་ཆགས་བསྡད་ཤར་རོ། ཨ་ནི་དམིགས་ས་ཡི་ད་ལྟའི་ཆ་ལ་མ་རི་ཡའི་པུར་ལ་ཉེ་དུ་ལ་ར་ཤི་ཡའི་ངེས་ནས་ད་གང་ལྟར། བམ་བཞི་བོ་གཡུག་གི་ཡ་རེད་ཨ་ནི་དེ་འདྲའི་གི་ད་མི་དམངས་སྐྱིད་མ་བསྡད་ས་ལ་ད་མང་པོ་ཞིག་གཡུག་གི་ཡར་རོ། ད་དེ་གཡུག་གི་ཡེ་བ་ཡིན་ན་གང་ལྟར་དེ་ལྟར་མ་རི་ཡའི་པུར་ལ་ཉེ་གྲོང་ཁྱེར་ཚང་མ་བཟའ་དུ་བས་དང་ཚང་མ་ར་ཤི་ཡའི་དེ་འདྲའི་དབང་བསྒྱུར་བྱས་ཅིག་དེ་ལྟར་གལ་དགོས་ཡ་མ་རེད།

ཁ་ལོར་དེ་འདྲ་གི་ད། གནས་ཚུལ་ཡག་ག་ཕྱོགས་ལ་བྲོས་ཡས་དང་ཨ་ནི་ད་དེ་བསད་ཡས་དེ་ཅིག་དེ་འདྲ་ཅིག་གལ་གླེགས་ཀི་མི་འདུག་རུ་བ་གནས་ཚུལ་དེ་མགྱོགས་པོ་བསད་ཡས་དེ་འདྲ་རྣམ་འགྱུར་ཞིག་ད་ད་གལ་གཏན་གི་མི་འདུག་རུ་བ། ད་ཏོག་ཏོག་ག་ད་ད་ཧུང་གཉིད་འདུག་ན་ལ་བ་ནང་ལྟར་གི། ད་ད་ལྟ་བར་དུ་ད་ག་ད་ད་བ་ད་ཅིག། འགྲོ་ཚར་བ་དམག་རྒྱབ་བྱས་རུ་བ། ད་དེའི་ནང་ལོ་ལ་ར་ཤི་ཡའི་ངེད་ནས་དེ་འདྲ་ཡུཀ་རེན་གི་གྲོང་ཁྱེར་ཚང་མ་ཟ་ཡས་འདྲ་བ་དང་དེ་འདྲ་གི་ད་ག་ད་གྲོང་ཁྱེར་ཚང་མ་ལ་ནས་དེ་འདྲ་ཅིག་ཟ་ཐུ་ཡས་གལ་བྱུང་ཡས་མ་རེད། ད་དེ་མ་བྱུང་བ་སོང་ད་རུང་ཡང་བས་རྫིང་དེ་ཡས་ར་ད་རུང་ཡང་བས་འདི་བས་རྫིང་བ་ལ་ག་ད་ད་དེ་འདྲའི། བ་མི་དགོས་རེ་བྱས་ན་རེ་ཨ་ནི་སྟོར་རེ་བྱས་ཏེ་ད་རུང་ཡང་གོང་བུ་དེ་ཅིག་འགྲོ་དེ་ཆ་དེ་དུ་རུ་བ། ཨ་ནི་དེ་མཉམ་དུ་ཨ་མདའ་དེ་གི་ཡུག་རེན་གི་སྲིད་འཛིན་དེ་གི་ད་ཁོ་རང་རང་མ་འཐེན་ཅིག་སྐད་ཆ་ག་རེ་བཤད་ལ་ན་ཨ་མདའ། ད་ད་དུས་ཆ་ལ་དངོས་གནས་ཁོ་རང་འཛམ་གླིང་མི་མང་ཡིན་ན་རེ་ཨ་ནི་འཛམ་གླིང་གི་གཞུང་མང་པོ་དེ་ཚོ་གི་ད་ང་ཚོ་ཡུག་རེན་ལ་རྒྱབ་སྐྱོར་བྱེད་ཡས་ཡིན་ན་ད་དེ་ཚོ་ལ་སླེབས་ཤ་ཤ་ལགས་ད་སླེབས་ཚ་ཤ་ལགས་ད་རྒྱབ་སྐྱོར་བྱས་ཏེ་ད་ཁ་གཅིག་པོས་འགྲིག་གི་ཡ་མ་རེད་ལགས་ད་ངའི་གནས་ཚུལ་གི་མིག་མཐོང་ལག་ཟིན་གི་རྒྱབ་སྐྱོར་བྱེད་འདུག་ལགས་ང་ཚོ་ཡུག་རེན་ལ་རུ་བ། ཨ་ནི་ད་རྒྱབ་སྐྱོར་བྱས་ཏེ་ད་ཁོ་ཡི་སྐད་ཆ་ག་རེ་བཤད་འདུག་ལ་ན་ཨ་མདའ། ཞི་བདེ་ལ་ཉེ་དེ་འཛམ་གླིང་ཚང་མ་ལ་གོ་གི་ཡ་ལ་རྟ་ཞི་བདེ་ལ་ཉེ་དེ། ཨ་དེ་ཉིན་དུ་རང་དབང་ལ་ཉེ་དེ་འཛམ་གླིང་ཚང་མ་ལ་གོ་གི་ཡ་རེད་ལ། འོ་དེ་ན་དེ་གཅིག་པ་གཅིག་རྐྱང་ད་དེའི་ཆ་ལ་ཡུཀ་རེན་ལ་ཉེ་དེ་འཛམ་གླིང་ཚང་མ་ལ་གོ་གི་ཡ་རེད་ལ་རྟ། དོག་དོག་ག་རེ་བཤད་རེད་ས་ཨ་ནི་ཡུཀ་རེན་དང་ར་ཤི་ཡ་དམག་རྒྱག་ག་དེ་ནི་ཡུཀ་རེན་ཕམ་པ་ཡིན་ན་ཨ་ནི་དེ་ཡུཀ་རེན་ཕམ་པ་ཙམ་ཞིག་མ་རེད་ལ། དེ་ག་རེ་ཕམ་པ་རེད་ཟེར་ན་ཨ་ནི་དེ་འདྲ་རང་དབང་གི་རྒྱལ་ཁབ་ཅིག་ཨ་ནི་ཞི་བདེ་གི་རྒྱལ་ཁབ་ཅིག་ཕམ་པ་རེད་ལ།

དེ་འདྲ་སོང་ཙང་ད་དེ་མཉམ་དུ་ཡུག་རེན་ཨིས་མེདལ་ཧྥོ་ཝོལ། ད་དེའི་ལག་གིར་ད་ཡུག་རེན་དེ་འཛམ་གླིང་ལ་གས་ཆེ་བོ་རེད། འོ་དེ་འདྲ་སོང་ཙང་ཨ་ནི་ད་ད་དེ་ཆ་ལ་ཁྱེད་ཚོ་དེ་བྱེད་ཡས་ཀྱི་དེ་ཚི་སླད་བྱེད་ལབ་ད། ག་རེ་རོགས་པ་ག་རེ་བྱེད་ཡོད་དུ་ཨ་ནི་རོགས་པ་བྱེད་ད་ཁ་ཅིག་པུ་མ་ཡིན་པ་ངའི་གནས་ཚུལ་ག་ནི་བྱེད་དགོས་རེད་ད་དེ་བྱེད་ལ་ཁོ་རང་གི་དེ། ཨ་ལབ་དེ་དུར་བ་ད་ཡིན་ན། ཁོ་རོགས་པ་ལ་ནི་བྱེད་དེ་ཡང་ད་ཕའི་རྒྱལ་ཁབ་མང་པོ་ཞིག་ལ་ཁོ་རང་གི་ཆབ་སྲིད་དགེ་བསྐོས་དང་ཨ་ནི་ཁོ་རང་གི་དེ་འདྲའི་ཁེབས་ཚང་གི་ཆེད་དུ་མ་ཡིན་ད་ཁོ་ལམ་སང་ལམ་སང་ཅིག། ངའི་རྣལ་འབྱོར་གྱིས་དེ་འདྲའི་སེམས་གཏིང་ནས་རོགས་པ་ཞིག་ཉན་དུ་ཁག་པོ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་ད་ཡུག་རང་གི་སེམས་ཅན་གྱི་ཁོ་རང་གི་རེ་བ་རྒྱལ་བ་ནང་ལྟར་ཁི་ཅིག་ད་ཡོང་བ་ཞིག་ད་ཁག་པོ་རེད་སེམས་དུ་རུ་བ། རྩ་གཅིག་ད་དཔེར་ན་ཆ་ཤེས་ན་གལ་ཆེ་བོ་ཞིག་ད་དེ་རིང་རང་དེ་ད་འདི་གི་ཁར་ས་བྷེ་ད་དེ་རིང་ཚེས་འདི་ཆགས་ཀྱི་རུ་བ། སྤྱི་ཟླ་གཉིས་པའི་སྤྱི་ཟླ་གསུམ་པའི་ཚེས་ཉིན་རྩ་བཞི་ད་ཆགས་ཀྱི་རུ་བ། ད་དེ་རིང་རང་ད་ཡུ་རོབ་ནང་ན་དེ་འདྲའི་ཡུ་རོབ་གི་གོ་སྒྲིག་གལ་ཆེ་བོ་མང་པོ་ཞིག་ཨ་ནི་དེ་མཉམ་དུ་ད་ནེ་ཁྲོ་གི་གོ་སྒྲིག་ཚང་མ་ཨ་ནི་དེ་མཉམ་དུ་ད་ང་ཚོ G7ལ་ཉེ་གོ་སྒྲིག་ཞིག་བ་ད། རྒྱལ་ཁབ་དེའི་གཞོན་བ་འོ་དྷི་ཟུག་གིས་གོ་སྒྲིག་མང་པོ་ཞིག་དེ་རིང་ཡུ་རོབ་ནང་ལ་ཚོགས་འདུ་འཚོགས་ཀྱི་ཡོད། དཔེར་ན་ཤ་ཤ་ན་ཨ་རི་གི་སྲིད་འཛིན Biden ཁོ་རང་དེ་རིང་ཡུ་རོབ་ནང་སླེབས་ཡོད། ད་ག་རེ་ཟ་ད་དེ་བྱས་ལ་ཁོང་ཚོས་ཚོགས་འདུ་འཚོགས་ཡས་དེ་ཨ་ནི་ཡུཀ་རེན་ལ་རྒྱབ་སྐྱོར་ག་འདྲ་བྱེད་དགོས་འདུག་ཨ་ནི་ཡུཀ་རེན་གི་དཀའ་ངལ་དེ་ག་འདྲ་སེལ་དགོས་འདུག་ལ་གཉིས་ཀྱི་ཆེད་དུ་ཁོང་ཚོ་ཚོགས་འདུ་དེ་འཚོགས་ཀྱི་ཡིན་ལ་ཟེར་བ། ད་ཡིན་ན་ངས་ནས་ཚོ་ཕའི་ཚོགས་འདུ་འཚོགས་ཡས་དང་ཁོ་ཚོ་ཕའི་སྐད་ཆ་ག་རེ་བཤད་མིན་ལ་ད་ག་འགྲོ་བ་ཡིན་ན་ཨ་ནི་རྦད་དེ་ཁོང་ཚོ་གི་སྐད་ཆ་དེ་ག་རེ་བཤད་རེད་ཟ་ཨ་ནི་ད། ད་ལྟ་ནད་ཕྲོག་གི་འོག་ལ་ཡོད་རྒྱུ་གི་ནད་ཕྲོག་གི་ཚོགས་མི་ཨ་ནི་ཚོགས་མི་དེ་ཚོ་ཟླ་འདི་གི་ཤར་ཡུ་རོབ་དང་ཨ་ནི་ཡུཀ་རེན་ལ་ཉེ་བོ་ཡོད་རྒྱུ་དེ་ཚོ་ལ་ད་ར་ཤི་ཡའི་མ་འོངས་པ་དཀའ་ངལ་མ་ཡོང་བ་བྱེད་དང་དེ་ན་མཚན་ཆ་ག་རེ་ཟ་བ་ཞིག་བཀྲམ་དགོས་འདུག་ཨ་ནི་དམག་མི་མང་རུ་ག་རེ་བཏང་བ་ལ་ཉེ་བོ་དེ་གང་ལ་སྐད་ཆ་བཤད་ཡས་མེད་འདུག་ཨ་ནི་ཡུཀ་རེན་ལ་མཚན་ཆ་བཏང་ཡས་དང་ཨ་ནི་ཡུཀ་རེན་ལ་དེ་རྒྱབ་སྐྱོར་བྱས་ད་ལྟ་གལ་ཆེ་སྐད་ཆ་གླེང་མི་ཐུབ་འདུག་ཨ་དཔེ་ན་ཤར་ཤར་ན་ད་ལྟ་ཡུ་རོབ་ནང་ལ་རེད་ཨ་ནི་ནེ་ཏྲོས་ཀྱི་ཚོགས་མི་ཡིན་རྒྱུ་པོ་ལན་ནི་ཡོད་ད་ལྟ་ཡུག་རེན་དང་ཁྱིམ་མཚེས་རྒྱལ་ཁབ་ཁེ་ཡི་རུ་ཨ་ནི་པོ་ལན་དང་ཁ་སང་ངེད་མ་རང་ནི་ར་ཤི་ཡའི་ལ་དཔལ་དུ་དེ་འདྲའི་དཔལ་དུ་ངོ་རྒོལ་བྱེད་ཡ་ར་ནི་པ་ར་ཤི་ལ་དམག་རྒྱག་གི་ལ་ནི་འདི་གྲ་ཀུ་ཉེ་ཆགས་ཡི་རུ་ཨ་ད་གང་ལྟར་ཁ་སང་ར་ཤི་ཡའི་ངེད་ནི་ཡུག་རེན་ལ་དཀའ་ངལ་སྤྲད་པ་བར་ད་ལྟ་ནི་ད་ལྟ་བར་དུ་གང་ལྟར་པོ་ལན་གྱི་རྒྱབ་སྐྱོར་ཤུགས་ཆེ་བོ་བྱས་རེད་ད་ད་ལའི་གི་ཚོགས་འདུ་ནང་ལ་པོ་ལན་གྱི་ཁ་ལ་རེ་ས་ཨ་ནི་ང་ཚོ་ནེ་ཏྲོ་གི་ངེད་ནི་ཨ་ནི་དེ་རི་པིས་ཀིས་པིང་ཧྥོར་སི་ལ་ཉེ་དེ་བཏང་དགོས་ཀྱི་ལ་རེད་ཡུག་རེན་ལ་ད།

འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཏང་གི་དམག་མི་དེ་ལ་རུ་བ་དཀའ་ངལ་ཤུགས་ཆེ་བའི་ཟེར་ལ་རུ་བ། དཔེར་ན་ངས་དེ་ལ་དཔེ་ཅིག་བཤད་བ་ན་ཁ་ན་ནིང་ཉིས་སྟོང་ཉི་ཤུ་ལ་ཨར་མེ་ནི་ཡ་དང་ཨ་ཟི་པ་ཇན་གཉིས་འཛིང་རུ་བ་ཁོ་གཉིས་དེ་ད་ན་གོ་ཀ་ར་ན་གོ་ཀ་ར་པ་ལ་ཉི་ས་ཞིག་ཆེད་དུ་རུ་བ། ཨ་ནི་དེའི་སྐབས་སུ། ཨར་མེ་ནི་ཡ་དང་ཨ་ཟི་པ་ཇན་གཉིས་ཞི་བ་འཛིང་མཐའ་མ་དེ་ལ་གང་ལྟར་ད་དམག་བསམ་ཆད་རུ་བ་དམག་བསམ་ཆད་ཀྱི་སྐབས་སུ་ཨ་ནི་དེ་དུས་སྐབས་སུ་ཤི་ནའི་ར་ཤའི་དམག་མི་ཏང་གི Peace Keeping Force ལ་ཉེ་དེ་ད་ན་གོ་ན་ཀ་ར་པ་ལ་ཉི་ས་ཆ་དེ་ལ་རུ་བ་ད་དེ་ད་ང་ག་ར་སེ་ན་ཁོ་གཉིས་པ་ལས་འགོ་ནས་འཁྲུག་པ

གུས་པའི་ཆ་རྐྱེན་ག་རེ་བསྟེན་གི་རེད་ཟེར་ཨ་ནི་ད་ར་ཤི་ཡའི་གེ་སི་ཉོ་ཉེན་སུ་ཞིག་ཡོད་བ་ཡིན་ན་ད་དེ་གི་ར་ཤི་ཡའི་དཔེ་ཤ་བོ་ཅི་ལྟ་འགོ་ཡིན་ལ་རུས་པོ་ལ་ཉེ་དེ་ད་ཅི་ལྟ་ནམ་གྱི་འཛམ་གླིང་རྒྱལ་སྤྱི་གི་ཚོང་དེ་འགྲོ་ལོག་གང་ན་ཚད་རྒྱག་གི་རུ་བ་ཚོ་འགྲོ་ལོག་གང་ན་རྒྱག་གི་རུ་བ་ད་ད་དེ་ཟེར་ལ་པུ་ཀྲིན་གི་དེ་འདྲའི་སྐད་ཆ་བཤད་ཡ་ར་ཤི་ཡའི་དཔེ་ཤ་དེ་ལ་ཚད་རྒྱབ་ནི་མ་ཉེ་བ་ཡིན་ན་བཙོང་གི་མིན་སྐད་ཆ་བཤད་དེ་རུ་བ་ད་ཡིན་ན་རྗེས་ལ་དེ་གི་ཤུགས་རྐྱེན་ག་རེ་སྤྲད་འདུག་ལ་ནི་ང་ཚོ་བལྟ་ཡ་ཅིག་བྱེད་རུ་བ་དེ་བྱས་ད་ལྟའི་དེ་རིང་ང་ཚོ་ཉན་འདུག་གི་གནད་དོན་དང་པོ་དེ་བྱེད་རུ་བ་ཨ་ནི་ད་གནད་དོན་གཉིས་བ་དེ་ག་རེ་སྐོར་ལ་བྱེད་རེད་ཟེར་ཨ་ནི་ད།

ཆ་རྐྱེན་དང་པོ་དེ་ཨ་ནི་ནད་འཕྲོག་ཡུག་རེན་ལ་ཉིན་རྩ་བ་ནི་ནད་འཕྲོག་གི་ཚོགས་མི་འཆི་ཆོག་གི་མེད་ལ། ད་དེ་དག་པོ་ཡུག་རེན་གྱི་སྲིད་འཛིན་ཁས་ལེན་གྱི་རེད་ད་ང་ཚོ་ད་ནད་འཕྲོག་ལ་འཛུགས་ཀྱི་མིན་ཨ་ནི་ནད་འཕྲོག་གི་ངེས་ན་ང་ཚོ་ལམ་སང་ཁས་ལེན་གྱི་མེད་བ་ནི་ང་ཚོ་ཧ་གོ་གི་ཨོ་དེ་འདྲ་སོང་ཙང་ཨ་ནི་དེ་ང་ཚོ་གི་ར་ཤི་ཡའི་ག་ད་ཆ་རྐྱེན་བསྟན་པ་རྣམས་དེ་ང་ཚོ་བྱེད་ཀྱི་མེད་ལ་ཉི་ད་རྣམ་འགྱུར་ཤུགས་ཆེ་བོ་བྱེད་ད་ཡུག་རེན་གྱི་སྲིད་འཛིན་གྱི་གཏིང་སྐྱེས་རུ་ཨ་ནི་ཆ་རྐྱེན་གཉིས་བ་དེ་ནི་ཁྲོལ་དེའོ་རེད་ལ་ནི་ཁྲོལ་ལ་ན་དཀྱིས་མ་ལ། ད་ནི་ཁྲོལ་བསྡད་དཀྱིལ་མ་བདེ་བ་ཙམ་མ་བྱས་ཨ་ནི་ཡུག་རིང་གི་རྩ་ཁྲིམས་ནང་ལ་འགྱུར་བ་གཏང་དགོས་ལ་རྟ་ཁྲིམས་བཟོ་ལ་ཁྲིམས་བཟོས་ཏེ་གར་སོང་ན་ཨ་ནི་ཁྲིམས་དེ་བཟོས་བ་ནས་བཟུང་རྗེས་ཨ་ནི་ཡུག་རིང་ལ་ཉེ་སྡེའི་རྩ་བ་གཉིས་ནས་དེ་འདྲ་དམག་གི་ཚོགས་པ་འདྲ་བོ་དང་ཨ་ནི་དེ་འདྲའི་ཆབ་སྲིད་ཀྱི་ཚོགས་པ་ཞིག་ལ་འཛུགས་ཡ་མ་ཡིན་པ་རྩ་བ་གཉིས་ནས་འཛུགས་མ་ཆོག་པའི་དེ་འདྲ་ཅིག་ཁྲིམས་ཅིག་བཟོ་ཡས་ད་འདི་བྱས་ལ་ར་ཤི་ང་ནི་ལ་གི་ཡས་རུ་བ་ཨ་ནི་ད་འདི་བྱས་ལ་ཨ་ནི་ད་ལྟ་ཡུག་རིང་གི་ག་རེ་སོང་ན། ཆ་རྐྱེན་ག་རེ་ཏིག་ག་རེ་ཟ་ནི་ང་ཚོ་ལ་དེ་འདྲའི་ང་ཚོ་གི་བདེ་འཇགས་དེ་ཁས་ལེན་ཐུབ་མྱོང་གི་ཅིག་ད་རྒྱལ་ཁབ་གོ་ཡི་ལོར་ད་ཉི་མ་ར་ཤི་ཁས་ལེན་དེ་ཡིན་ད་དེ་ཆ་ལ་ཁས་ལེན་པ་གི་ན་ད་ནི་བྱེད་ཀྱི་མི་འདུག་བ་འོ་དེ་ར་སོན་དེ་ངའི་གནས་ཚུལ་ཁས་ལ་ཉན་ཤུགས་ན་ཨ་ནི་ང་ཚོ་གི་དེ་ཁྲིམས་འགྱུར་བ་དང་སྲིད་ཀྱི་ལ་ཉེ་དེ་འདྲའི་གི་ད་གནས་ད་ནི་ཡོང་དེ་འདུག་བ་ད་དེ་ད་ད་ཟེར་ད་ད་དེ་ཆ་ལ་དཀའ་ངལ་ཤུགས་ཆེ་ཤོས་དེ་གྲེ་མོར་འགྲོ་མ་འདོད་ག་རེ་ཟ་ནི་ད་ཉིས་སྟོང་བཅུ་བཞི་ལ་ར་ཤི་ཡའི་ས་ཁྱོད་ཀྱི་དེ་འདྲ་ཡུག་རེན་ལྷོ་ལ་ཡི་ཁྱོད་ཁི་རི་མི་ཡའི་དང། ཨ་དེ་དག་ཕ་ཆོག་དེ་ལ་ཡུག་རེན་ཤར་ལ་ཡི་ཁྱོད་ཀྱི་དེ་འདྲ་ར་ཤི་ཡའི་སྐད་ཀྱང་ཉེ་དང་ར་ཤི་ཡའི་ལས་གའོ་ཤི་ཉིན་གྱི་ས་ཁུལ་གཉིས་ཡོད་ཨ་ལུ་ཧན་སི་ཐང་ཀྲོ་ནེ་སི་ལ་ཉེ། འོང་ད་དེ་ཚོ་ཚང་མ་ར་ཤི་ཡའི་ཁ་ལ་རེད་ས་ཨ་ནི་དེ་གི་ས་ཁུལ་གཉིས་དེ་དང་པོ་རང་བཙན་རྒྱལ་ཁབ་ཡིན་པ་ཡུག་རེན་གྱི་ཁས་ལེན་དགོས་རེད། ཨ་ནི་ཁི་རི་མི་ཡའི་དེ་ར་ཤི་ཡའི་ཆ་རྐྱེན་ཡིན་པ་ཁས་ལེན་དགོས་རེད་ལར་ད་དེ་གི་ཆ་རྐྱེན་སྟེང་གིར། འོང་ད་ད་དེ་ཆ་ལ་ཁོ་ཚོ་ཁྲེ་མོལ་སི་ཕི་ཡའི་ལེགས་གྲུབ་མ་བྱུང་བའི་ཡས་ན་མེད་ན་ད་དེ་ཚོ་ལ་ཐུག་དེ་རེད། ད་དེ་ཚོ་གི་ཁས། ཆ་རྐྱེན་འདི་ཚོ་ཨ་ནི་ཡུཀ་རེན་གྱི་ངོས་ནས་ཁས་ལེན་ཐུབ་ཡ་ཅིག་མ་རེད་ཁ་སང་མི་ངན་ལ་ཡིན་པ་ཨ་ནི་དམིགས་བསལ་གྱི་ཡུཀ་རེན་སྲིད་འཛིན་མི་གཅིག་གིས་ཁས་ལེན་ཐུབ་ད་རྩ་བ་ནི་འདི་ཆ་རྐྱེན་ཡང་མ་རེད། དེ་འདྲ་སོང་ན་ད་ལྟའི་ཆ་ལ་ད་ཡུཀ་རེན་གྱི་སྲིད་འཛིན་ངོས་ནས་ཁ་ལེ་རེ་ས་ཨ་ནི་ད་ར་ཤི་ཡའི་མཉམ་དུ་གྲེས་མོལ་ག་རེ་བྱེད་འོ་ན་ཐིག་གི་གྲེས་མོལ་དེ་དང་པོ་མི་མང་ལ་སྐད་ཆ་དྲི་འོ་རེད་ལ་ཤི་མི་མང་ངོས་ནས་ཡེ་ཤུ་ལུགས་དགོ་རེད་ལ་ཨི་ཇི་ག་དེ་མ་སོང་ན་རེ་ཕི་ན་རྣམས་བཏང་དགོ་རེད་ལ་ཤི་འོ་འོ་དེ་འདྲ་སོང་ས་ཨ་ནི་ད་ལྟའི་ཆ་ལ་ད་ཁོང་ཚོ་གྲེས་མོལ་མ་ཡོང་ཡིག་ད།